དག་རང་རེད་མ་གཏོགས་ཁྱོད་ཚོ་གིས་མི་མང་ལ་ཞི་བ་གྱི་གོ་རྟོགས་སྤེལ་ཡིན་ལ་ནི་ཁྱོད་རང་ལ་མི་བརྒྱ་བཏང་ངེས་ཡོད་ན་ཡོད། མི་གཅིག་བཏང་ངེས་ཡོད་ན་ཡོད་ཧང་སང་གི་མ་རེད་ཐ་མ་ཐ་ཤུ་ལ་ཁྱོད་རང། དྲ་རྒྱ་སྒང་ལ་དོན་ཡོད་ནི་ཡོང་ཚར་བའི་རྗེས་ཡར་ལ་ཕན་ཐོགས་ཅེས་བཤད་དགོས་བ་མ་རེད་གང་དགའ་གྲབས་ཅག་རེད། ཧོ་གོ་སོ། དེ་ཡིན་དུས་སྐབས་ལ་ད་རིང་གི་ཉིན་མོ་ལ། ཨ་ཅཱ་རེ་ཡེ་ཤི་ཕིན་ཚོས་ཨ་ཤེ་མ་ཏུ་འདེད་དོ། ཨ་ཅཱ་རེ་ཡེ་ཤི་ཕིན་ཚོ་ར་བོ་ཅི་ཡིན་པ་ཡིན་ན་ད་རིང་དབུས་གཙང་ཁོངས་གཏོགས་ནི་གར་ཕྱིན་ལངས་ར་ཧ་གོ་ཡོད།

ད་ག་ནང་ཞིག་གི་ཨ་ནི། ཆོས་བརྒྱུད་གཞན་པ་འདི་ཚོ་ལས་རྙིང་མ་དང། ས་སྐྱ་དང་བོན་པོ་དང། ཨ་ནི། ག་རེ། བཀའ་བརྒྱུད་དང་གང་ག་གི། འདུག་གནོད་བཤུ་སྤྲེལ་སྒོ་བོར་ད། སོ་སོ་གི། ཆོས་བརྒྱུད་དང་སོ་སོ་གི་གྲྭ་ཚང་གི་མིང་འདི། རྫས་ནི། ལས་ཀ་ལོག་པ་ཅིག་ལས་ཀི་འདུག་ན། བླ་མ་ཆོས་པ་ཅིག་ཆགས་ནི་ཆབ་སྲིད་ཀི་ནང་ལོག་ལ་སྡིངས་ཆ་ཞིག་སྤྲད་ནི། བཟང་སྤྱོད་ཅིག་སྤེལ་ནི་གོ་བ་བླུ་ཡ་གི་ཚབ་ལ་གོ་རྟོགས། ལོག་པར་བྱས་ང་རང་ཚོ་ནང་འགོག་དེ་དཀྲུགས་བྱས་པ་ཡིན་ན་ང་ཚོ་བཙན་བྱོལ་ནང་ལ་ཡོད་པའི་གི་དགོན་པ་བླ་མ་བླ་བྲང་གྲྭ་ཚང་གང་ག་ལ་སྐྱོན་བསྟན་པ་མ་ཟད་ང་རང་ཚོ་མི་མང་དང་དགོན་པ་ལ་ཁ་གཏད་བཟོས་གི་འོག་རེད་དེ་ཡོན་ཏི་གང་ལ་དེ་དེ་ག་ལོག་རེད་རྩ་དོན་གི་རྩ་བ་ལ་ཐུག་དེ་འོར་ད།

ཁྱོད་རང་ཚོ་ལ་རྒོལ་ཡ་འདྲ་བོ་ཅིག་ཆགས་པ་ཡིན་ན་ཡང་ཆོག་ཁ་ཅིག་ལ་ཤོང་གི་མ་རེད། ཁ་ཅིག་ལ་འདྲིས་པ་ཡིན་ན་ཡང་ཁྱོད་རང་ཚོ་ལ་ཤོང་གི་མ་རེད། ང་ལ་རོགས་ག་བ་ནས་སྐོར་ར་རྒྱག་ནས་འགྲིག་གི་འདུག་ད། ok། ང་ལ་འགྲིག་གི་འདུག་རོགས། ག་རེ་ཅིག་ལབ་པ་ཡིན་ན་ངས་ཀྱིས་ཉི་མ་དང་པོ་ནས་སྤྱི་པའི་གི་ཆེད་དུ་སྤྱི་པའི་ལ་འགྲིག་གི་ཡོད་པ་ཡིན་ན་ང་ལ་འགྲིག་གི་འདུག་ཟེར་ནས། ད་ད་རིང་གི་ཉིན་མོ་ལ། ཆོས་ཆོས་དོན་ཁྲིམས་ཞིབ་ཁང་གི་འགྲིག་མ་སོང་ལ་ཡ་ལ་སོགས་པ་ཁྲིམས་ཞིབ་པ་སླར་གསོ་བྱེད་དགོས་འདུག་ལ་ཡ་ལ་སོགས་པ། གཞི་གཞི་རིམ་མི་མང་འགྲིག་གི་མི་འདུག་ལ་ཡ་ལ་སོགས་པ། ཨ་ཕ་ཡུལ་ནང་ལོགས་ལ། འོས་བསྡུ་འགན་འཛི་ས་གནས་ཀྱི་འོས་བསྡུ་འགན་འཛིན་གྱིས་འགྲིག་མ་སོང། དབུས་འོས་བསྡུ་ལྷན་ཁང་གིས་འགྲིག་མ་སོང་དབུས་འོས་བསྡུ་འགན་འཛིན་གྱིས་འགྲིག་མ་སོང། དེ་ནས་མ། ཆོས་མཆོག་གླིང་གི་མི་མང་གིས་འགྲིག་མ་སོང། ཨ་ཕ་ད་མང་པོ་ལབ་རེད་ཨ་ག་ཚད་ལབ་ན་ལབ་མ་ལབ་ན་མ་ལབ་རོགས།

ཀྲིག་གིག་ཀྲིག་གིག་ལ་དམིགས་བསལ་གྱི་ང་རང་ཚོ་སྤྱི་ཚོགས་དེ་འདས་པའི་གི་ལོ་བཞི་ལྔ་དེ་ནང་ལོགས་ལ་དེ་འདྲའི་དྭ་ཕྲུག་བུ་ཕྲུག་ཐུག་སོང། ཐ་ན། སྤྱི་འཐུས་གྲོས་ཚོགས་གྲོས་ཚོགས་ཀྱི་སྤྱི་འཐུས་ཡང་བྱས་མི་འདས་སོག་སོག་གི་དབུ་མའི་ལམ་གྱི་ལྟ་བ་ལང་ཆོས་དེ་གོམ་བགྲོད་བསློགས་ནས་ཕ་ནས་ཀྲོ་རོན་ཀྲོ་ནང་ལ་འགྲོ་སོང་དེ་ལས་ཁ་བཏད་གི་སྒང་ལ་འགྲོ་སོང་ལ་དེ་ག་ལ་ཨ། དེ་དེ་འགྲིག་གི་མེད་པས་དེ་ཧ་གོ་བཞིན་དུ་བྱ་ཚ་ཉི་མ་དང་པོ་ནས་རྒྱག་དགོས་དེ་ཁོ་རང་གི་མ་རྒྱག་ནས་དཀའ་ངལ་དེ་དེ་ལ་འཕྲོད་པ་རེད།

ང་ཐོབ་ཀྱི་རེད་རང་ལ་ང་འགྲོ་གི་ཡོད་མ་རེད་ང་གཅིག་བྱས་ན་ཐོབ་ཤོར་རེད་སྲིད་ཀྱི་རེད་ཡིན་ནས་ང་ཤོར་བ་ཡིན་ནས་མི་གཅིག་ལྟར་ལས་དགོས་ཀྱི་རོ་ཨ་ལ་ནི་ངས་དེའི་ལ་གོ་རེད་དེ་ག་གཅིག་པུ་ཚད་ཀྱི་མ་རེད་ཚེ་འདས་ཕུན་ཚོགས་འདྲ་བོ་ཅིག་ན་གཞི་རིམ་མི་དམངས་ཀྱི་གནས་སྟངས་ཅིག་ཡོད་ཡོད་ག་རེད་དེ་དེ་མཐོང་དགོས་ཀྱི་ཡོད་རེད་གླགས་ཆོད་རྒྱུ་ཡོད་མ་རེད་དེ་བྱས་ནས་ངས་ལབ་པ་རེད་ད Conflict of interest རེད་ལ་ཡ་དེ་ཆགས་ཅིག་ལབ་ཀྱི་ཡོད་ན་དེ་ང་ལ་ཡ་ཐུག་གི་ཡོད་རེད་ང་ཡ་མ་དོན་དགོས་ན་དོན་དགོས་ཡིན་ནས་གྲོས་ཚོགས་ནང་ལོགས་ལ་འདི་སྐད་ཆ་གླེང་མིན་སུས་སུས་ཀྱིས་གླེང་སོང་དེ་ཚོ་གང་ག་མ།

སོ་སོ་དང་པོ་ནས་རང་ཚུགས་བརྟན་པོ་བྱས་ནས་ལངས་ཕྱོགས་བརྟན་པོ་གང་ལ་འགྲོ་བ་ཡིན་ན་གཉའ་ས་གཉིས་ས་ཤེས་ས་ཡོང་གི་མ་རེད་ལ་ངས་འདི་ལས་པར་གལ་སྲིད། ཨ་རི་ནས་མི་མང་དེ་ཚོ་བལ་ཡུལ་ནང་ལོགས་ལ་འགྲོ་འགྲོ་ནས་འོས་འཕེན་ཁར་འགྲོ་འདུག་ན། ཁྱོད་རང་ཚོ་གི་སྔོན་འགྲོ་སྐབས་ལ་མཐོང་ཡོད་རེད་ནོར་བུ་ལ་མོ་མི་གས་ལྡི་ལིར་སླེབས་ཏེ་ཤ་ད་ག་ན་ཞིག་གིས་ཁྱེད་རང་ཚོ་གི་ཁ་ལག་རེད། རང་བཙན་ཨ་མ་དེ་མི་གས་ལྷོ་ཕྱོགས་དེ་བ་སླེབས་ཏེ་འདུག་ཨ། དེ་ཚོས་ཁྱེད་རང་ཚོ་དེ་ན་ཆེ་བོར་ད་ལོག། ཨ། ད་ཁྱེད་རང་ཚོ་ནང་གོ་ནང་གོ་ནི་ཁ་ཤས་ཀྱིས། ང་སྲིད་སྐྱོང་སྤེན་པ་ཚུན་གྱི་སྐབས་ལ་འོས་ཁོ་ར་བླུག་གི་མེད་ང་དེ་བྱིན་ཆགས་སྤྲེལ་ལ་དེ་ཕུལ་གྱི་མེད་ལ་ཡིན་ན་དེ་སྐད་ཆ་གནས་སྟངས་ལོག་ག་རེད་ཨོ་ཁེ། འོ་དེ་འདྲའི་གཅིག་གང་ལ་གཞི་བཞག་གོ་གོ་རེད། དེ་འདྲའི་ཡིན་དུས་གང་ལ་ཁྱེད་རང་ཚོས་ཀྱི་བལ་ཡུལ་ནང་ལོག་ནས་ད་ཨེ་འདྲས་ཅིག་བྱས་བཞག་ལབ་པ་ཡིན་ན་ཡང། དེའི་ནང་ལོག་ནས་མི་ལྔ་སྟོང་ཅིག་མ་སྤིས་པ་ཡིན་ན་ཡང་ཧང་སང་གི་མ་རེད། ཕམ་ཚིན་དེ་ངོས་ལེན་ཚར་བ་རེད། སྐལ་རྡོར་ཨོ་ཁ་ཚང་ཁོ་རང་རང་གི་ཁ་ནས

བདེ་འཇགས་དམ་བཅའ་འཕྲོག་དགོས་ཀྱི་ཆག་འོར་སྤྱི་ཚོགས་ནང་ལོག་ལ་ཧ་གི་སེ། འདི་ཡིན་འདི་གང་ལ་དེ་ཏག་ཏག་རྩ་བ་ཉིད་ནི་དེ་ཡོད་མ་རེད་ཧ་གི་སེ། དེ་གར་ས། རྒྱལ་དར་བླངས་ཆོག་གི་རེད་དང་མ་རེད་དེ། འོས་བསྡུ་འགན་འཛིན་གྱིས་ཁོ་རང་གི། བསམ་ཚུལ་རེད་མ་གཏོགས་བསམ་ཚུལ་ལ་ཉན་དགོས་ཡ་ཆག་གི་མ་རེད་ལབ་པ་ཡིན་ན། ངས་ཀྱི་རྒྱལ་དར་གྱོན་རྒྱུ་གྱི Badge གང་ལ་ཁྱོད་རང་ཚོ་གིས་ཤེས་པ་མང་པོ་ཅིག་བརྒྱབ་ནས་ཁ་བ་ག་ས་ལ་དཔར་བཀྲམ་རྒྱུ་དེ་ཚོ་ག་རེ་རེད་ལས་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད་ག་ནས་སྐོར་ར་བརྒྱབ་ན་ཀྱང་ཁྱོད་ཚོ་ང་ལ་གཡོལ་ཐུབ་ཀྱི་མ་རེད་ང་རོ་འདི་བོད་པའི་སྤྱི་ཚོགས་འདི་ནང་ལ་དང་བོད་པའི་གྱི་གནས་སྟངས་ནང་ལོགས་དང་བོད་པའི་གྱི་དཀའ་ངལ་ནང་ལོགས་ལ་དེ་འདྲའི་ཚུལ་ཚ་རེ་གིས་ང་ལ་མ་བི་ཡ་པུའུ་ནས་ཁྱོད་རང་ཚོ་སུ་དང་སུ་ཡིན་ནས་སྤོ་རོ་དཀར་པོ་དོན་གྱི་ཡིན་ལ་ན་ར།

གར་ས་མགོན་པ་ཆ་ཚང་ལ་ཨ། ས་སྐྱ་བཀའ་བརྒྱུད་གངྒཱ་རྙིང་མ་དང་གངྒཱ་ལ་ཕུད་ཁ་འགྲོ་བཞག་ལ་ནི་ངས་ཁྱོད་རང་ཚོ་ལ Envelope དང་པར་གངྒཱ་ཆ་ཆེན་སྟེང་ནས་ངས་ཁྱོད་རང་ཚོ་ལ་བཀྲ་མིན་པ། དེ་གངྒཱ Exile Voice ནང་ལ་ཡོད་རེད་དེ་གངྒཱ་འབེག་གདོང་ལ་ངས་བུ་མོ Tibetan ཚེ་རིང་ལ་ངས་འབེག་པ་དགོངས་པ་ཞིག་དོ་ཨ་འོང་འདི་གི་སྤྱོད་ངན་དང་བྱ་ངན། སྤྱོད་པ་ཉམས་པོ་བྱས་ནས་ང་ཚོ་སྤྱི་ཚོགས་ལ་མོ་གོ་བ་བྱས་ནས་བསུབ་པ་རེད་མ་གཏོགས་ངས་གང་གང་བཤད་ཚར་བར་གདའ། དེ་ཡིན་ང་ང་ཚོ་སྤྱི་ཚོགས་ནང་ལོགས་ལ་ང་གཅིག་པོ་མ་གཏགས་ངས་ཀྱི་འབད་གཏོང་ལ་ཁྲིམས་ཐོག་ལ་བསྐྱལ་ཡག་དེ། ཁོ་རང་ཚོ་ཁ་གཅིག་གིས་ག་ལ་འོར་ལ་ན་ངས་ཀྱི་བླ་མ་གྲྭ་བ་ལ་ཁ་བཏང་གི་འདུག་ལ་འོར་བླ་མ་གྲྭ་བ་གི་རྒྱབ་སྐྱོར་ཧ་ལས་པ་ཆེན་པོ་ཡོད་ང་ལ་ཨ་ཁུ་ཟོ། བླ་མ་གྲྭ་བ་གི་དངོས་གནས་ངས་བཤད་པ་དེ། ཁོ་རང་ཚོ་ལ་ཕན་གྱི་འདུག་མ་གཏོགས་གནོད་ཀྱི་མི་འདུག་ལ་ནི། འབད་གཏོང་ལ་ཁྲིམས་ཐོག་ལ་བཅུག་དེ་གང་ལས་ས་ཡིག་རྒྱ་ངས་གང་གང་བླ་མ་གྲྭ་བ་གང་ནས་ཡོད་ཨ་ཁུ་ཟོ། ཁྱེད་རང་ཚོས་འདི་ཀུན་དགའ་བསོད་སྟོབས་འདྲ་བོ་དང། སྨོན་ལམ་མཐར་ཕྱིན་འདྲ་བོ་གི་གདོང་པ་འཁྱིལ་ནས་ཡོང་ནས་ཕན་ཆད་ཐོག་མ་རེད་འདི་ཚོ་ཀུན་དགའ་གྲྭ་ལོག་ཡིན་པ། དེ་འདྲས་ཡིན་དུས་གང་ལ་དེ་ཚོ་གང་ག་ནམ་ཟ་མ་མོ་དེ Halloween costume འདྲ་བོ་གྱོན་རེད་མ་གཏོགས་དངོས་གནས་སྤྱི་ཚོགས་ལ་ཕན་ཐོག་གི་ཡོད་མ་རེད་ང་ཚོ་སྤྱི་ཚོགས་ནང་ལོག་ལ་དེ་འདྲས་བྱས་ནས་ཨ་ནི་བླ་མ་གྲྭ་བ་ལ་མཐོང་བརླག་གི་འདུག་ང་ཚོ་དངོས་གནས་མཐོང་བྱས་ནས་ཡོང་ངེས་ཡིན། དགེ་འདུན་པ་ལ་འདི་གང་ལ། དགེ་འདུན་བཞི་ཐེངས་གཅིག་ལ་མཉམ་དུ་མཇལ་སོང་ན་སངས་རྒྱས་མཇལ་བ་དང་གཅིག་པ་རེད་ལ་ནི། ང་རང་ལ་ཕ་མ་གི་བསླབ་བྱ་འདི་འདྲའི་རྒྱག་གི་འདུག། དགེ་འདུན་པ་དེ་ཚོ་གཙོ་བོ་བྱ་གི་རེད་ང་ཚོ་མི་རྒྱ་ཡིན་ན་རེད་ཕོ་མོ་བུ་མོ་ཡིན་ན་ཡིན་ན་ཡིན་དེ་ཡིན། ཕོ་ཁྱོ་ག་ཡིན་པ་ཡིན་ན་ཡང་མི་རྒན་པ་ཅིག་ཡིན་པ་ཡིན་ན་དགེ་འདུན་པ་ལ་བརྔས་ལ་བྱ་གི་རེད་དགེ་འདུན་པ་ལ་ཡར་ཁྲིད་ལ་བྱ་གི་རེད་ང་ཚོ་མ་བསྡད་གི་རེད། ཁྱེད་རང་ཚོ་དེ་ཡོང་ནས་གསུམ་པ། གྲྭ་པ་ཡིན་དགེ་འདུན་པ་ཡིན་ག་རེ་ཡིན་ཚང་མ་མཉམ་དུ་བསྡད་ནས་པར་རྒྱག་གི་འདུག་ཨ། དེ་ཚོ་ཧ་ལས་པ་རྫབ་ཆེན་པོ་རེད་ད། ཧ་གོ་ཟེ། ཐང་ར་ལས་དེ་ཆེ་ན་ཨ་ནི་ངའི་བིདེའོ་ཚོ་ཡུ་ཏུབ་ལ་ཐོན་གི་ནི་ཡོད་མ་རེད།

དམངས་གཙོ་ལ་གོ་བ་ཡོད་རེད། དྲང་པོ་དྲང་ཤག་ལ་གོ་བ་ཡོད་རེད། ད་ག་ན་ཞིག་གིས་ང་ཚོ་སྤྱི་ཚོགས་ནང་ལོགས་ལ་མི་གཅིག་གིས་ཐུགས་མ་བཏགས་ཁ་བ་ཁ་སང་ནས་དངོས་གནས་དྲང་པོ་དྲང་ཤག་ག་ལང་དགོས་རེད་མ་གཏོགས་ང་ཚོ་གི་བོད་རྩ་དོན་འདི་དངོས་གནས་ཉེས་འགག་དུ་ད་སླད་དེ་ཁ་ཚིག་ཁ་ཉེས་བདེ་བ་ལ་འོས་བསྡུ་གི་སྐབས་ལ་ཨ་ནི།

ཁ་བཅོ་བརྒྱབ་ནས་བཞག་གོ་འདི་ཕན་གྱི་ཡོད་མ་རེད་འདི་བྱས་ནས་རྒྱ་ཆེ་ས་ནས་བལྟ་དགོས་འདི་དཔེ་གལ་ཆེན་པོར་བལྟ་གནས་སྐབས་རིང་ལྔ་གི་འབའ་གི་འདི་ཧང་སང་གི་ཅི་ཡིན་མ་རེད་ཡིན་ནོ། ཨོ་འདི་ལས་ཡིན་ཧོ་གི་སེ་གནས་སྐབས་རིང་ལྔ་གི་སོ་སོ་དཀའ་ལས་རྒྱ་སྐྱོད་ཅིག་ཡིན་པ་ཡིན་ན་ཡང་ཧང་སང་གི་ཡོད་མ་རེད་བློས་ནི་འགྲོ་དགོས་གོ་ར་ཁབ་ཏུ་སྐུ་པ་ཡང་ཅིག་ཁྱི་ཡ་ཡོད་མ་རེད་འདི་ད་ག་ཚེ་སྤྱི་ཚོགས་ནང་ལོགས་ལ་དཀྲུགས་ཤིང་རྒྱ་སྐྱོད་དང་སྤྱི་ཚོགས་ནང་ལོགས་ལ་གོ་བ་ལོག་པ་སྤེལ་ནས་ར་སྐྱོག་གི་དངུལ་ཅིག་ད་ད་གདོད་ཡིན་ནས་ཕན་ཐོག་གི་མ་རེད་ཨོ་ཁེ་ཨ་ནི་འོ་འོས་བསྡུ་འགན་འཛིན་གྱི

ཧཱུྃ་ས། རྒྱ་མཚོའི་ཆུ་སྐྱེས་ཨའུ་ཏྲེ། དེ་ཡིས་ང་ཚོ་ཁམས་པ་བུ་མོ་མ་རེད། དེ་ཡིན་དུས་གང་ལ་དབུས་གཙང་གི། ཁམས་པ་ནང་ལོག་ལ་དུག་རྫུས་ཡོང་ཡ་དེ་ཡག་ཐག་བཅད་ཡས་མ་རེད། ཧཱུྃ་ས། ང་ཚོ་ཁམས་པ་འདི་ཚོས་དོན་སྣང་བྱེད་དགོས་ས་ལ་བྱས་མ་གཏོགས་ད་རིང་གི་འོས་བསྡུ་གི་སྒང་ནི་མཐོང་སོ། དེ་ང་ཚོ་ཁམས་པའི་སྐོར་ལ་རང་མ་རེད། ང་ཚོ་ཁམས་པ་འདི་ཚོ་གཏོར་ཁམས་པ་འདི་ཚོ་གཏོར་བརླག་བཏང་ང་ཚོ་ཁམས་པའི་སྤུ་གུ་འདི་ཚོ་ལ་མར་གཡུག་བྱས་ནས་གཞན་པའི་སྤུ་གུ་བདག་པོ་རྒྱག་ཡོང་དུས་གང་ལ་དེ་ཡི་ཆབ་སྲིད་དེ་ཆབ་སྲིད་ངན་དགའ་ཅིག་རེད་མ་གཏོགས་ང་ཚོ་ཁམས་པ་མི་རིགས་ལ་ཕན་ཐོག་ཡག་གི། ཆབ་སྲིད་རྩ་བ་གཉིས་ནི་མ་རེད། ང་ཚོ་བོད་མི་རིགས་ལ་ཕན་ཐོགས་ཡག་གི་ཆབ་སྲིད་འདི་རྩ་བ་གཉིས་ནི་མ་རེད་དེ་ཧ་གོ་གོ་རེད། ཕྱོགས་གཅིག་གིས་ཐབས་ཤེས་ཅིག་བྱེད་ཀྱི་འདུག་ལ་འདི་ག་ལ་ཕྱོགས་གཅིག་ནི་ང་ཚོ་མགོ་འཐུ་ཚུད་ཐབས་བྱེད་གོ་རེད། ཞེ་དྲག་འཇོན་གྱི་མི་འདུག་བསམ་ན་གནས་སྐབས་རེ་ང་མ་བཞུགས་ནས་སོ་སོག་གི་གནས་ཚད་དེ་ཡག་པོ་འདུག་དང་མི་འདུག་འདི་ལྟ་ཡ་དེ་གལ་ཆེན་པོ་རེད་མ་གཏོགས་གཞན་པ་ལ་ག་རེ་བྱེད་ཀྱི་འདུག་དང་བྱེད་ཀྱི་མི་འདུག་ཇུས་ཏོག་བྱེད་ནས་འགྲོ་ཡ་དེ་ང་ཚོ་གི་ཆབ་སྲིད་མ་རེད་ལ་ནི་ཨོ་སོ་ཨ།